ཟངས་ཀྱི་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་རུ་བྱེད་དགུ་རབ་གནས་ཕྱི་སྟག་ལོ་བོད་ཟླ་བཅུ་གཅིག་པའི་ཚེས་སུམ་ཆད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་དང་པའི་ཚེས་ཉི་ཤུ་རྩ་གཅིག་རིག་གཟའ་སྤེན་པ་རེད་ཞུ་ནས་ངས་རླུང་འཕྲིན་ཟངས་ཀྱི་རྣམས་ལ་བཀྲ་ཤིས་བདེ་ལགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསན་རྒྱུ་བཤད་རྒྱུ་ཡིན། ང་ཞིག་མིན་ཚོད་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་བཤེར་བཞུགས་གནང་མཛད་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ག་ནས་ཚུལ་ཞིག་དང། འོག་ཏུ་འཇབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི་ཇེམ་མེག་གྷིན་ཝེན་མཆོག། ནིའུ་ཡོག་ཏུ་ཆེད་དུ་གདན་འདྲེན་བྱས་ནས་ཨ་རིའི་འོས་མིའི་བདེ་དོན་དང་འོས་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་ངོ་སྤྲོད་གནང་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག།
ད་མཐའ་མ་དེར་རྒྱ་ནག་ནང་ཕྱི་ལོའི་ཉིས་སྟོང་གཉིས་ལོར་ཕྲུ་གུ་སྐྱེ་ཚུལ་ཆེ་ཡང་མ་ཤས་ཆགས་ནས་མི་འབོར་ཉུང་དུ་འགྲོ་འགོ་ཚུགས་ཡོད་པ་དང་དེའི་རྒྱུ་རྐྱེན་དེ་བཞིན་བོད་པའི་མི་འབོར་ལ་ཡང་ཉེན་ཁ་ཡོང་གི་ཡོད་པ་སོགས་ཀྱི་ཐད་ལ་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་དང་ཆེས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། ས་འཁི་རྣམ་པ་ད་སྔོ་ན་དེ་རང་གི་གསན་རྒྱུ་བྱས་རྗེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་བདག་ནས་རྒྱ་གར་གི་རྒྱལ་ས་ལྡེ་ལི་བར་ཆིབས་བཤད་ལ་ཇིར་གནང་མཛད་ཡོད་པ་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཕྱི་ཟླ་གཅིག་ཉེ་བའི་ཚེས་ཉི་ཤུ་རྩ་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་དང་པའི་ཚེས་ཉི་ཤུའི་བར་ཁྱོན་ནི་ཟླ་བ་གཅིག་མ་ཟིན་ཙམ་རིང་གནས་མཆོག་རྡོ་རྗེ་གདན་དུ་ཆིབས་འགྲོས་ཀྱི་མཛད་འཆར་ཁག་ལེགས་འགྲུབ་བྱུང་བའི་རྗེས་སུ་འདི་ཚེས་ཉི་ཤུ་ཉིན་གྱི་སྔ་དྲོ་ཆུ་ཚོད་བརྒྱད་པ་མ་ཟིན་ཙམ་ལ་གནས་མཆོག་རྡོ་རྗེ་གདན་གྱི་གན་ཡ་གནམ་ཐང་ནས་ཕར་ལམ་བརྒྱུད། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཆིབས་ཞལ་བཞེར་གནང་མཛད་ཡོད་པ་རེད། ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ནས་གན་ཡ་གནམ་ཐང་དུ་ཆིབས་བསྒྱུར་གནང་སྐབས་གནས་མཆོག་རྡོ་རྗེ་གདན་གྱི་དབུ་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་གི་ཉེ་འཁྲིས་དང་ཕེབས་ལམ་གཡས་གཡོན་དུ་ཕྱི་ནང་གི་དད་ལྡན་པ་བརྒྱ་ཕྲག་མང་བས་ལག་ཏུ་མེ་ཏོག་དང་བདུག་སྤོས་སྐར་གསང་རྒྱལ་དར་སོགས་ཐོགས་ཏེ་མཇལ་ཁ་དང་ཕེབས་སྐྱེལ་བྱས་ཡོད་པ་རེད། སྐབས་དེར་དད་ལྡན་པ་ཁག་ཅིག་གིས་ད་རེས་གནས་ཁྱད་པར་ཅན་འདིར་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་བཀའ་དྲིན་གསལ་བ་དང་ཁོང་གི་ཞལ་མཇལ་ཡང་ཡང་ཐོབ་པར་སེམས་ཚོར་ཅི་འདྲ་བྱུང་མིན་མཐིལ་དཔྱད་འབྲི་བྱས་པར་རྒྱ་གར་བྱང་ཕྱོགས་སྦི་རི་ནས་ཡིན་པའི་རང་ལོ་བརྒྱ་ཆ་མཚོན་པ་ཨ་མ་མཚམས་གཅོད་ལགས་ཀྱིས་ལོ་མང་རྗེས་སུ་གནས་རྩ་ཆེན་འདིར་གོང་ས་མཆོག་མཇལ་བར་དགའ་ཚོར་དང་བསོད་བདེ་ཆེན་པོ་རེད་བསམ་གྱི་ཡོད་ཅེས་གསུངས་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དོགས་ཡོད་ནད་ཡམས་ཀྱི་རྐྱེན་གྱིས་ལོ་གསུམ་མ་ཟིན་ཙམ་གྱི་རྗེས་སུ་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་ཐེངས་དང་པོ་བྱང་གནང་མཛད་པ་རེད། དེ་མིན་དགེ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ཐོག་གནས་ཚུལ་སྤེལ་བ་ལྟར་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཟླ་བ་འདིའི་ཚེས་ཉི་ཤུ་ས་གཅིག་དང་ས་གཉིས་ཉིན་གྲངས་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་མཛད་འཕྲིན་ཁག་བསྐྱངས་རྗེས་དང་ཚེས་ཉི་ཤུ་ས་གསུམ་ཉིན་ཧི་མ་ཅལ་ངྷ་ལྡིའི་བཞི་སྒར་རྡ་རམ་ས་ལའི་ཕོ་བྲང་དུ་ཞབས་སོར་འཁོད་རྒྱུ་རེད། རྒྱ་ནག་གཞུང་གི་ས་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་གནས་སྤོ་བྱེད་དུ་བཅུག་པའི་མི་མང་ཚོའི་འཚོ་གནས་དང་མདུན་ལམ་བརྟན་པོ་མེད་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བྱུང། ཉེ་ལམ་གྱི་ཕྱི་ཟླ་དང་པའི་ཚེས་བཅུ་བདུན་ཉིན་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ནང་གཞུང་གི་ཧྲི་ཅི་རིན་པོར་བརྟེན་ནས་མཐའ་མཚམས་ཁུལ་གྱི་མི་མང་ཚོའི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་ཡོད་ལ་ད་རུང་རྒྱ་ནག་གཞུང་གི་དབྱེ་བའི་དབུས་ལ་རང་སྐྱོང་ལྗོངས་ཀྱི་གཙོ་འཛིན་ཡན་ཅིན་ཧའེ་ཡིས་འདས་པའི་ལོ་ལྔ་གི་ནང་ང་ཚོས་མེས་རྒྱལ་སྲུང་སྐྱོབ་ཆེད་མཐའ་མཚམས་ཁུལ་དུ་གནད་དོན་མང་ཚོགས་ཀྱིས་བདེ་སྐྱིད་ལྡན་པའི་འཚོ་བ་རོལ་བཞིན་ཡོད་ཚུལ་བརྗོད་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར། མཐའ་མཚམས་ཁུལ་དུ་གྲོང་གསེབ་དྲུག་བརྒྱར་ཉི་ཤུ་རྩ་བཞི་གསར་རྒྱག་ཟིན་པའི་ཁར། ད་ལྟའི་ཆར་སྤྱི་ཡོངས་ཀྱི་མཐའ་མཚམས་ས་ཁུལ་གྱི་མི་འབོར་བརྒྱ་ཆའི་བཅུ་ར་གྲངས་ཆུང་ལྔ་འཕར་ཡོད་ཚུལ་བརྗོད་འདུག་འོན་ཀྱང་གནད་དོན་དེའི་ཐད་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྟེན་གཞི་བྱས་པའི Ober Server Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གི་གནད་དོན་ཐོག་ཉམས་ཞིབ་པ Antara Gossel Sanger ལགས་ཀྱིས་རྒྱ་ནག་གཞུང་གིས་ས་མཚམས་ཁུལ་དུ་མང་ཚོགས་ཀྱི་འཚོ་བ་ཡར་རྒྱས་ཕྱིན་ཡོད་ཚུལ་བསྒྲགས་པ་དེ་ནི་ཆབ་སྲིད་ཀྱི་དྲིལ་བསྒྲགས་ཙམ་ལས་དོན་དངོས་ཐོག་རྒྱ་ནག་གཞུང་གིས་ད་བར་བོད་ནང་ཡར་རྒྱས་ཀྱི་མིང་ཐོག་ནས་འཛུགས་སྐྲུན་ལས་གཞི་མང་བོ་ཞིག་སྤེལ་མུས་ཡིན་པ་དེ་དག་ནི་རྒྱུན་གནས་ཐུབ་རྒྱུ་ཁག་པོ་ཡིན་ཞིང་ལྷག་པར་དུ་མཐའ་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་སྤེལ་བཞིན་པ་དེ་དག་མ་འོངས་བར་སུས་བེད་སྤྱོད་གཏོང་གི་ཡོད་མེད་དེ་ནི་དྲི་བ་ཆེན་པོ་ཞིག་རེད། དོན་དངོས་ཐོག་མང་ཚོགས་ཚོ་ནི་གྲོང་ཁྱེར་ལས་ས་མཚམས་ཁུལ་དུ་གནས་སྡོད་བྱེད་རྒྱུའི་འདོད་པ་མེད་པ་གསལ་བོ་རེད་ལ་གལ་ཏེ་མཐའ་མཚམས་ཁུལ་དུ་གཞུང་གི་རོགས་སྐྱོར་ཆད་པ་ཡིན་ན་དཔལ་འབྱོར་ལ་དཀའ་ངལ་འཕྲད་ངེས་ཡིན། མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་དུ་གནས་སྤོ་བྱེད་དུ་བཅུག་པ་མ་ཟད་གནས་སྤོ་ཟིན་པའི་མི་མང་ཚོས་མ་འོངས་བའི་མདུན་ལམ་དང་འཚོ་བ་བརྟན་པོ་མེད་པ་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། It is proving to be more and more uncertain. ཡང་ཨང་བོད་ཀྱི་སྲིད་སྤྱི་ཉམས་ཞིབ་ཁང་གི་བྷག་ཝུལ་ས་མཚམས་ཐོག་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས། ས་མཚམས་ས་ཚིགས་དང་འབྲེལ་བ་ཡོད་པའི་གྱི་འབྱོར་འབྲིང་གྲོང་ཚོའི་འདུ་འཛོམས་ནང་ལོ་ལ་ཡ་ཨ་ནི་རྒྱ་ནག་གཞུང་དེ་སྔའི་འདུ་འཛོམས་ལ་རྒྱ་ནག་གཞུང་རྒྱ་ནག་གཞུང་གིས་ད་ལྟ་གསར་རྒྱག་ཟིན་པའི་གྲོང་གསེབ་དྲུག་བརྒྱ་རེ་ཉི་ཤུ་རྩ་བཞི་ལ་ཆུ་ནི་ཧ་ལམ་ཨར་སྒོར་ཐེར་འབུམ་བཞི་ར་ཚེག་དྲུག་གི་འགྲོ་གྲོན་བཏང་ཡོད་པ་དང་དེའི་ནང་དུ་མཐའ་མཚམས་ས་ཐིག LIC ཉེ་འགྲམ་དུ་རྒྱག་ཟིན་པའི་ས་མཚམས་རིམ་པ་དང་པོ་གི་གྲོང་གསེབ་བཞི་བརྒྱ་རེ་གཉིས་རྩ་བདུན་ཡོད་པ་དེ་དག་གིས་རྒྱ་གར་དང་བལ་ཡུལ་འབྲུག་བཅས་ཀྱི་ས་ཁམས་ཀྱི་ཁྱབ་བྱེད་ལ་ཐད་ཀར་ཤུགས་རྐྱེན་སྤྲོད་ཀྱི་ཡོད་པ་དང་ས་མཚམས་རིམ་པ་དང་པོའི་གྲོང་གསེབ་པ་ཚོར་ལོ་རེའི་ནང་རྒྱ་སྒོར་བཞི་ཁྲི་བདུན་སྟོང་ཙམ་གྱི་རོགས་རམ་སྤྲོད་ཀྱི་ཡོད་པ་འགྲེལ་བརྗོད་གནང་ཡོད། མདོར་ན་མཐའ་མཚམས་གྲོང་གསེབ་དྲུག་བརྒྱ་ར་ཉི་ཤུ་རྩ་བཞི་དེ་དག་ས་མཚམས་ས་ཁུལ་གྱི་རྫོང་ཉི་ཤུ་རྩ་གཅིག་ནང་ཚུད་ཀྱི་ཡོད་ལ་རྫོང་ཉི་ཤུ་རྩ་གཅིག་དེ་བོད་དང་ལ་དྭགས་བལ་ཡུལ་འབྲུག་དེ་བཞིན་ཨ་རུ་ན་ཅལ་ས་ཁུལ་བཅས་དང་ས་འབྲེལ་ཆགས་ཡོད་པ་མ་ཟད་ད་བར་ས་མཚམས་གྲོང་གསེབ་མང་ཤོས་དེ་ལྷོ་ཁ་ས་ཁུལ་གྱི་ལྷུ་རྩེ་རྫོང་དང་མཚོ་སྣ་རྫོང་བཅས་ནང་བརྒྱབ་ཡོད་ལ་གཞན་གཞིས་ཀ་རྩེ་དང་མངའ་རིས་དེ་བཞིན་ཉིང་ཁྲི་ས་ཁུལ་བཅས་ཀྱི་རྫོང་ཁག་ནང་དུ་ཡང་མཐའ་མཚམས་གྲོང་གསེབ་ཁག་བརྒྱབ་ཡོད་པ་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་འགྲེལ་བརྗོད་གནང་ཡོད། རྣམ་པ་ཚོས་ད་ལྟ་བསམ་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་བོད་དོན་རྒྱབ་སྐྱོར་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་རྗེ་མེ་ཁི་གོར་བྷིན་མཆོག་ཉུག་ཡོར་རི་ཆེད་དུ་གདན་འདྲེན་བྱས་ནས་ཨ་རིའི་བོད་མིའི་བདེ་དོན་དང་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་ངོ་སྤྲོད་གནང་རྒྱུ་ཡིན་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་ལུགས་ཆོས་འཕེལ་གྱིས་ཉིའུ་ཡོག་ནས་གནས་ཚུལ་བཏང་བར་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་བཞི་པའི་སྒོ་ནས། འབྱུང་འགྱུར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཉི་མའི་ཉིན། ཡན་རང་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི། རྗེན་མེ་གེ་ཝན་མཆོག། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཆེད་དུ་གདན་འདྲེན་བྱས་ནས། ནིའུ་ཡོག་ཏུ་ཡོད་པའི་བོད་མི་རྣམས་ལ་ཐུག་འཕྲད་ཀྱི་སྒོ་ནས། ཨ་མི་རི་ཀའི་གཞུང་གི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་སྐོར་མི་མང་ལ་འགྲེལ་བརྗོད་དང། མི་མང་གི་དྲི་བ་དང་དགོངས་ཚུལ་བསྡུ་ལེན་གནང་གཏན་འཁེལ་ཡོད་པ་རེད་འདུག་གནས་ཚུལ་འདིའི་ཐད་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ད་ལྡིང་ཉིན་མོ་འདི་བྱེད་སྟངས་དེ་འདྲ་རྗེན་མེ་གེ་ཝན་ཁོ་རང་ཡིན་ན་ད་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གྲགས་ཅན་ཤ་སྟེ་རེད་དེ་སྔ། ང་ཚོ་བོད་དོན་ཐོག་ལ་ཁོ་རང་གིས་གཅིག་རྒྱབ་སྐྱོར་དངོས་གཞི་ཕུན་སུམ་ནས་རྒྱབ་སྐྱོར་གནང་ཡོད་རེད་ལྷག་པར་དུ་ཁྲིམས་འཆར་ཐོག་ལ་རེད་དེ་ནི་ཡིན། ད་དེ་འདྲ་ང་རང་ཚོ་གིས་ད་ལྟ་བོད་དོན་ཐོག་ལ་ཁྲིམས་འཆར་གསར་བ་ཞིག་དེ་འདྲ་གྲོས་ཚོགས་ནང་ལ་ཡོད་རེད་ད་དེ་བསྐངས་ཏེ་ཁྲིམས་འཆར་ནང་དོན་གཅིག་དེ་ད་བོད་རང་བཙན་དེ་ཨ་ནི་དེ་སྔ་རྒྱལ་རབས་ཀྱི་ཐོག་ནས་བོད་དེ་རྒྱལ་ཁབ་རང་བཙན་གཙང་མ་རེད་ལབ་ནས་ཨོ་དེ་ཁྲིམས་འཆར་དེ་ཡོད་རེད་བྱས་ཙང་དེ་འདྲ་བྲིས་པའི་ཐོག་ནས་ཁོ་རང་གིས་གསུང་བཤད་གནང་ཡས་རེད། ཨ་ནི་འདི་ཉིན་མོ་འདི་ང་ཚོ་གི་དེ། གཅིག་གསར་འགྱུར་བསླབ་གྲྭ་གི་བསླབ་གྲྭ་ཟུར་དུ་གྱི་ཁོ་རང་ཚོ་ལ་སྣེ་ལེན་ཞུ་ཡས་དང། ཨ་ནི། འདི་ལྟར་འབྲི་བ་ལྟ་བུའི་རྐང་བལྟ་ཁྲིམས་འཆར་གྱི་ནང་དོན་ག་རེ་ག་རེ་ཡིན་མིན་འདི་ང་ཚོ་མི་མང་ལ་མ་གསུང་བཤད་གནང་ཡས་དང། ཨ་ནི་འདིའི་སྐབས་ལ་ང་ཚོ་བྱང་རིའི་ཆོས་སྡེ་རྣམ་པ་གཉིས་ཡོད་རེད་ཁོ་རང་གཉིས་ངོས་ནས། ཨ་ནི་གཅིག་བག་གསུང་བཤད་གནང་ཡས་དང་ཨ་ནི། ད་ཐང་ཨ་མི་རི་ཀའི་གྲུ་ཚོགས་འཐུས་མི། ཡི་རང་བོ་ཏོན་ཐོག་ལ་རྒྱབ་སྐྱོར་གནང་མཁན་ཇེམ་མེག་གེ་ཝན་མཆོག་ཆེད་དུ་གདན་འདྲེན་བཞུས་ནས་གཙོ་བོ་ཨ་མི་རི་ཀའི་གྲུ་ཚོགས་ནང་ལ་བོ་ཏོན་རྒྱབ་སྐྱོར་གྱི་ཁྲིམས་འཆར་གསར་བ་ཞིག་གི་ནང་དོན་ཐད་མི་མང་ལ་གསལ་བཤད་གནང་རྒྱུ་ཡིན་པ་དང། སྐབས་དེ་བྱུང་ཨ་མི་རི་ཀའི་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་དང། དོན་གྲུབ་ཚེ་རིང་རྣམ་གཉིས་ཀྱང་ལྷན་རྒྱས་གཞི་རྟེན་འཁེལ་ཡོད་པ་དང། ཉིན་དེར་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་ལ་ཡོད་པའི་གཟའ་འཇིགས་བོད་ཡིག་སློབ་གྲྭའི་སློབ་མ་ཚོས་དམིགས་བསལ་གྱིས་བོད་ཀྱི་སྲོལ་རྒྱུན་གྱི་ལག་ཤེས་དང། ཞབས་བྲོ་ཁག་ཀྱང་གཟིགས་འབུལ་བཞི་འཁྱེར་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་བ་མ་ཟད། ཨ་རིའི་གྲོས་ཚོགས་འཐུས་མི་ཇིམ་མེག་གྷེ་ཝན་མཆོག་ནས་ད་བར་ཨ་རིའི་གྲོས་ཚོགས་ནང་དུ། བོད་དོན་ཁྲིམས་འཆར་གཏན་འབེབས་གནང་བར་རྒྱབ་སྐྱོར་གཙོ་བོ་གནང་མཁན་དང། བོད་དོན་ཐད་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཞིག་ཡིན་པ་བཅས་འགྲེལ་བརྗོད་གནང་སོང། འདས་པའི་ལོ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ། བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་ཞིག་བཏོན་གནང་ཡོད་པ་དང། གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ། ཁྲིམས་འཆར་འདིའི་ཐད། འོས་བསྡུ་བྱས་ནས་གཏན་འབེབས་བྱུང་ཚེ། རྒྱལ་ཁབ་ཀྱི་སྲིད་འཛིན་གྱིས་མཚན་རྟགས་བཅོས་གནང་དགོས་པ་དང། དེ་ནི་ཁྲིམས་འཆར་འདི་ཨ་མི་རི་ཀའི་རྒྱལ་ཁབ་ཀྱིས་ལག་བསྟར་གྱི་ཁྲིམས་ཡིག་ཞིག་ཏུ་འགྱུར་གྱི་ཡིན་པ་རེད་འདུག། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨ་རིའི་སྤྲུལ་ཚོགས་འཐུས་མི་ཇེམ་མེག་གྷེ་ཝན་མཆོག་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་ཕེབས་ནས་བོད་མི་རྣམས་ལ་ཐུག་འཕྲད་གནང་མྱོང་ཡོད་པ་དང། སྐབས་དེར་ཁོང་གིས། ཁོང་དང་ལྷན་དུ་ཨ་མི་རི་ཀའི་སྤྲུལ་ཚོགས་འཐུས་མི་སྐུ་ཚབ་ཚོགས་པ་ཞིག་བོད་ནང་ལ་ལྟ་སྐོར་ལ་ཕྱིན་པའི་གནས་སྟངས་སྐོར་དང། ཨ་རིའི་གཞུང་གི་བོད་ནང་ཕར་ཚུར་འགྲོ་འོང་གི་འདྲ་མཉམ་གྱི་ཁྲིམས་གཞི་གཏན་འབེབས་གནང་རྒྱུ་མཚོན་པའི་གནད་དོན་མང་བོའི་ཐོག་གསུང་བཤད་གནང་ཡོད་པ་མ་ཟད། བོད་མི་ཚོས་གཞི་གཏུག་གནང་བ་རྣམས་གསན་གཞིགས་གནང་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་རྐང་འགག་གསར་འགོད་པ་ཅོལ་ཅུན་པེར་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་ནང་ཏོག་དབྱིབས་རིམས་ནད་ཀྱིས་བོད་མི་རྒན་པ་འདས་གྲོངས་སུ་སོང་བའི་གྲངས་འབོར་དེ་ཉིས་འབུམ་ཉིས་ཁྲི་ལས་བརྒལ་ཡོད་པའི་སྐོར་གྱི་སྙན་ཐོ་ཞིག་བཏོན་ཡོད་པའི་ཐད་ལ་དགེ་ཐོག་གི་སྙན་ཐོ་དེ་འདོན་སྤེལ་གནང་མཁན་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་སུ་བཅར་འདྲི་ཞུ་བ་ཞིག་ལ་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་དུ་ཏོག་དབྱིབས་རིམས་ནད་ཀྱིས་བོད་མི་རྒན་པ་འདས་གྲོངས་སོང་བའི་གྲངས་འབོར་དེ་ནི་ཉིས་འབུམ་ཉི་ཁྲི་ལས་བརྒལ་ཟིན་ངེས་པའི་སྐོར་གྱི་སྙན་ཐོ་ཞིག་སྤེལ་འོག་པ་རེད། ཟླ་འདིའི་ཕྱི་ཚེས་བཅུ་དགུའི་ཉིན། ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་དུ་ལྟེ་བྱས་པའི། རྒྱལ་སྤྱིའི་འོད་སྟོན་ལས་འགུལ་ཁང་གི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་པའི་ནང་དུ། ད་ལྟའི་བར་དུ་བོད་ནང་དུ། ལོའི་དྲུག་ཅུའི་ཡར་འདབ་ཀྱི་བོད་མི་ཉིས་འབུམ་ཉི་ཁྲི་ལྷག། ཏོག་དབྱིབས་ནད་ཡམས་ཀྱི་འདས་གྲོངས་སུ་སོང་ཟིན་ངེས་པའི་སྐོར་གྱི་སྙན་ཐོ་ཞིག་སྤེལ་འོག་པ་རེད། གནས་ཚུལ་དེའི་སྐོར་ནས་སྙན་ཐོ་དེ་འདོན་སྤེལ་གནང་མཁན། རྒྱལ་སྤྱིའི་འོད་སྟོན་ལས་འགུལ་ཁང་གི་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་ལ། བོད་ནང་དུ་འདས་གྲོངས་སོང་བའི་གྲངས་འབོར་དེ་ཇི་ལྟར་མཁྱེན་རྟོགས་བྱུང་བ་ཡིན་པའི་སྐོར་ནས་བཅར་འདྲི་ཕྱིར་སྐུལ་གང་གིས་གསུངས་དོན། ལོགས་སུ།
དང་པོ་དེ་ཡིན་ད་ང་ཚོ་བོད་མི་གྲོངས་འདུག་ལས་བྱེད་རོགས་དེ་གྲོངས་འདུག་ལས་དེ་ངས་དང་པོ་གསལ་བཤད་བྱེད་ན་བསམ་སོང་དེ་དང་པོ་ངས་ལས་ངན་སྟེགས་བུ་ལ་ཡང་ང་ཚོ་ངེད་ཀྱི་ངོས་ནས་གྲོངས་འདུག་ལ་བཤད་ཡོད་མ་རེད། གྲོངས་སྲིད་པ་རེད་ལ་རེད་གྲོངས་སྲིད་པ་རེད་དུས་ཚོད་དཔག་ཡིན་དུས་ཚོད་དཔག་འབུག་ལ་ཡ། མི་མང་པོ་ཅིག་གྲོངས་ཀྱི་ཡོད་བ་ད་དེ་ནས་ཚང་མ་ལ་བཤད་འགོ་ར། བོད་ས་ཡོངས་རྫོགས་ནས་མི་གྲོངས་ཀྱི་ཡོད་པ་དང་ད་བརྙན་ཐུང་འདི་འདྲའི་ཕྱི་ལོག་ལ་རག་གི་ཡོད་རེད་མི་རྩ་ནས་ཕ་འདྲེ་བ་བྱས་ནས་གོ་གི་ཡོད་རེད་མི་གྲོངས་ཀྱི་ཡོད་པ་དེ་གསལ་བོ་རེད་མང་པོ་ཞོ་ཞིག་གྲོངས་ཀྱི་ཡོད་པ་དེ་ནད་ཡམས་དེ་རྐྱེན་གྱིས་ད་ཡིན་མ་ཡིན་ནས་མི་ག་ཚོད་གྲོངས་གི་ཡོད་རེད་ཟེར་ན་ཞུས་བས་ན་ད་མང་པོ་གྲོངས་གི་ཡོད་རེད་ཟེར་ན་འགྲིག་གི་ཡོད་མ་ར་མང་པོ་གྲོངས་གི་ཡོད་རེད་མང་པོ་ཞིག་གྲོངས་གི་འདུག་ལ་ནི་ད་མང་ལོས་གང་མོས་ཀྱིས་གྲོངས་གི་རེད་ཟེར་ན་ནི་ཚོད་དཔག་རྒྱག་གི་འོ་ར་ད་འདི་ནས་ཚོད་དཔག་བྱས་ནས་སྐད་ཤེས་གི་འོ་ར་ཚོད་དཔག་བྱས་ནས་མི་སྐད་ཤེས་བས་ན་བོད་མ་ལོ་རྒན་པ་ལོ་དྲུག་ཅུ་ཡར་འདེབས་བརྩིས་བས་ན་མི་སྟོང་ཉིད་དུ་ལྷག་ཟིག་ཐོ་ཡན་གྱི་ཉང་ག་དུས་གྲོངས་སྲིད་པ་རེད། ཉིས་སྟོང་ཉིས་སང་ཡིག་གི་ཕྱི་ཟླ་བཅུ་གཉིས་པའི་གི་ཕྱི་ཚེས་བདུན་ལ་ཡང་ད་ལྟ་ཏོག་དབྱིབས་ཀླད་ཀོ་སྲིད་བྱུས་ལས་ཀྱི་མེ་བ་བཟོས་ར་བ་ད་དེ་ནས་ཕྱི་ལ་མ་གོ་ཚུ་བ་ནི་གོངས་གྲོངས་སྲིད་པ་རེད། དེ་ལོ་དྲུག་ཅུ་ཡོད་ཐབས་ཤེས་དགོས་རེད། ཡང་ཁོང་གིས།
ལོ་བརྒྱ་གཅིག་ཡར་འདེབས་ལ་མཚོན་ན། བོད་མི་སྟོང་ཕྲག་བཞི་བཅུ་ཞེ་ལྔ་འདུས་གྲོངས་སོང་བའི་ཚོད་དཔག་གནང་འདུག་ལ། ཁོང་གི་ཚོད་དཔག་བཞིན་དུ་འཛམ་གླིང་གི་ས་ཁུལ་གཞན་དུའང་ཚོད་དཔག་བྱས་པ་མ་ཟད་རྒྱ་ནག་རང་གི་ཧྥུ་ཏན་སློབ་གྲྭ་ཆེན་མོས་ཀྱང་ཚོད་དཔག་བྱས་པའི་སྐོར་ནས་གསུངས་དོན། ལོ་བརྒྱད་ཅུ་ཡོལ་དུ་བོད་ཆས་རྩིས་བརྒྱབ་པ་ན་མི་སྟོང་ཕྲག་བཞི་བཅུ་ཞེ་ལྔ་དང་ལྔ་བརྒྱ་ཞིག་བསིལ་བ་རེད་ད་མེད་པ་ཆགས་ཡོད་ཀྱི་རེད་ནད་ཡམས་ཀྱི་གོས་ཆེ་ནད་ཡམས་ཀྱི་གོས་རྐྱེན་གྱིས་ནི་དུག་གསོ་བར་ཤོར་འགྲོ་བས་ནད་པའི། ཡང་ཞིབ་འཇུག་པ་བསྟན་འཛིན་ནོར་རྒྱས་ལགས་ལ་ཁྱེད་ཀྱིས་བོད་དུ་ཏོག་དབྱིབས་རིམས་ནད་ཀྱིས་འདས་གྲོངས་སོང་བའི་གྲངས་འབོར་ལ་ཚོད་དཔག་བྱས་ཏེ་ཚོད་རྩིས་ཀྱི་གཞི་བཅོལ་ས་དེ་གང་ཡིན་པའི་སྐོར་ལ་བཅར་འདྲི་ཕྱིར་སྐུ་ཕུང་གིས་གསུངས་དོན།

མ་དགོས་ནས་ཁ་ཟེར་གི་རེད་ད་ཤེས་དགོས་ནས་ཡིན་པ་ཡིན་ནས། གོ་སོག་ཤོར་རེད་ནས་ཀྱི་གནས་ཚུལ་ཡོང་མ་སྲིད་པ་རེད་རོ་ཨ་ན་དེ་ཡིན་པ་ཡིན་ནས། བརྒྱ་ཆ་ལྔ་བཅུ་ཉེ་ང་འདི་བུ་ནས་བྲོ་བའི་ཉང་ཁ་འདུག་སི་ལ་ནས་ཞུ་བའི་ཡིན་ད་དེ་བརྒྱ་ཆ་ལྔ་བཅུ་ཉེ་ང་དེ་སྐོར་ས་ངས་གོ་བ་ལ་ཞུས་བཞག་གི་རེད་ཟེར་བ་ན། ཉིས་སྟོང་ཉི་ས་གཅིག་གི་ལོ་ཀི་ལི་ཡ་སྦ་ར་ཟིལ་ལུང་པ་བུ་ལི་ཡ་ཞིབ་འཇུག་ཆེན་པོ་ཞུ་ཕྱིར་སྦ་ར་ཟིལ་ལུང་པ་བུ་ལི་ཡ་མི་ས་ཡ་བདུན་ཅུ་དོན་ལྔ

ས་ཡ་གཅིག། ད་མན་ངག་ལས་སྐྱོར་འདི་ཚོ་ཀ་ཅིག་ཁོང་ཚོ་གིས་ཞིབ་འཇུག་བྱས་རེད་མི་ས་ཡ་གཅིག་སླེབས་ནས། མི་ས་ཡ་གཅིག་ལས་སྐྱོར་འདི་ཚོ་ཁབ་གར་གར་ཟེར་ནས་ཁབ་གཉིས་ཟེར་ཚར་ནའི་མན་ངག་ལས་བསྡད་ཡོད་ན་ད་མི་འདི་ཨ་ནི་ཁབ་འདི་གི་ནུས་པ་གང་མོ་ཟུག་ལྟ་དུས་ཁོང་ཚོ་གིས། སྤྱི་བཏང་གི་ལོ་དྲུག་ཅུ་མེད་སྟབས་འདི་ཚོ་ལ་ནུས་པ་ག་ལ་ག་ཚོམ་ཡག་པོ་འདུག་རེད་བ། ག་ལ་ག་ཚོམ་སྐྱབས་མི་ཚོ་སྐྱབས་ཐུག་འདུག་ན་ཚ་འདི་ནས་སྐྱབས་ཐུག་འདུག་ན་ཚ་ན་བས་ན་ཞེ་ན་ན་གི་མི་འདུག་ལོ་དྲུག་ཅུ་ཡན་ནས་ཡར་འགྲོ་བས་ན་ད་ག་ཨ་ནི་ག་ལས་འཆར་རེ་འཆར་རེ་འཆར་འགྲོ་གི་འདུག། སྨན་གྱི་ཁབ་དེ་གི་ནུས་པ་དེ་ཆུང་རུ་ཆུང་རུ་ཆུང་འདུག་འདུག་དཔེར་ན་ཆ་ཤས་ན་ལོ་དྲུག་ཅུ་དང་བདུན་ཅུ་དུས་འགོ་གི་པར་རུ་རི་ཡ་མི་ལུས་སུ་བརྒྱ་ཆ་ཉི་ཤུ་རྩ་བརྒྱད་ཟེར་བ་ཅིག་གྲོངས་འདུག་འདུག་ཁབ་གཉིས་ཟད་ཚར་ཡོད་ནས་ལོ་བརྒྱད་ཅུ་དང་གོ་གཅིག་ཡན་ལི་རི་མེད་ན་མི་བརྒྱ་ཆ་ལྔ་བཅུ་ཉེར་ལྔ་ཟིག་གྲོངས་འདུག་འདུག་ད་དེ་བཞི་བརྒྱ་ཆ་དེ་བཞི་བཞག་པའི་ཐོག་ནས་གཉིས་གྲངས་འབོར་བསྐོར་རེད་ད་གྲངས་འབོར་དུ་བསྐོར་ནས་ཨ་ནི། བོད་ནང་ལོག་གི་ད་ལྟ་མི་འབོར་བཞི་བཅུ་ཆེ་ཞེས་བརྗོད་ཀྱི། ཉེ་དུས་ཉི་ཤུ་གི་མི་འབོར་བཞི་བཅུ་ཆེ་ཞེས་བརྗོད་ཀྱི་གྲངས་གྲངས་འབོར་དེ་ལས་ཡ། གྲངས་ཀ་བསྐུར་ཡོད་དུས་ཨ་གྲངས་ཀ་དེ་ཐོན་ཡོང་གི་འདུག། མདོར་ན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྤེལ་བའི། བོད་དུ་ཏོག་དབྱིབས་རིམས་ནད་ཀྱིས་འདས་གྲོངས་སོང་བའི་གྲངས་འབོར་དེ་ནི། བོད་ཀྱི་ས་གནས་ལྔས་ནས་སྐུར་བཞེངས་པའི་གནས་ཚུལ་དང། ཉི་ཧོང་དང་སྦར་ཟིལ་གྱི་ཞིབ་འཇུག་གི་གྲུབ་དོན། དེ་བཞིན་རྒྱ་ནག་རང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་མི་གྲངས་ཞིབ་བཤེར་གྱི་སྤྱི་བསྒྲགས་བཅས་ལ་གཞིར་བཞག་ནས་ཚོད་རྩིས་བྱས་པའི་གྲུབ་དོན་གྱི་སྙན་ཐོ་ཞིག་ལ་རྒྱ་ནག་གིས། བོད་མི་འདུས་གྲོངས་སོང་བའི་གཤེགས་གསོལ་ནང་སྲིད་ཀྱི་གྲངས་ཐོ་སྤྱི་བསྒྲགས་མ་བྱས་བར་དུ། ཚོད་རྩིས་ཀྱི་གྲངས་ཐོ་འདིར་གཞི་མི་འཛིན་ཀ་མི་ལེན་པའི་སྐོར་འགྲེལ་བརྗོད་གནང་བ་བར་ལ། རྣམ་པ་ཚོས་ད་ལྟ་བསམ་བཞིན་པ་འདི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་ཡིན་ང་ཞིག་མིན་སོ་ཡིན་ཕྱུགས་ནས་མུ་མཐུད་དུ་གསར་འགྱུར་བཤད་རྒྱུའི། ཨ་རིའི་ཁྲིམས་འཛིན་ཕྱོགས་ནས་ཉི་འོད་གྲོང་ཁྱེར་གྱི་བོད་མི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ལ་རྒྱ་ནག་གི་སོམ་ཉི་དང་དོགས་ཡོད་ཀྱི་ཉེས་འཛུགས་དེ་ད་ལྟ་ཆ་ཚང་ཕྱིར་འཐེན་བྱས་འདུག་ཟླ་བ་འདིའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་ལྷོ་ཕྱོགས་ཕོ་ཉ་ཞེས་པའི་ས་ཕྱོགས་ཐོག་གནས་ཚུལ་བཀོད་པའི་ནང་ཉི་འོད་གྲོང་ཁྱེར་གྱི་བོད་མི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ནས་རྒྱ་ནག་གི་ངོ་ཚབ་བྱས་པའི་ཉེས་འཛུགས་དེ་ཟླ་བ་འདིའི་ཚེས་བཅུ་དགུ་ཉིན་དངོས་སུ་ཕྱིར་འཐེན་བྱས་པ་གསལ་བསྒྲགས་བྱས་ཡོད་པ་དང་ཨ་རིའི་གནམ་རྒྱུད་ཁྲིམས་དཔོན་ནས་དེ་ནི་ཁྲིམས་འཛིན་སྡེ་ཚན་དྲང་བདེན་ཡིན་པ་གསལ་སྟོན་བྱས་ཡིན་པ་བརྗོད་ཡོད་ཀྱང་གསར་དུ་ཤེས་རྟོགས་བྱུང་བའི་གནས་ཚུལ་གང་ཞིག་གིས་ཉེས་འཛུགས་དེ་ཕྱིར་འཐེན་བྱས་པའི་རྒྱུ་རྐྱེན་གསལ་ཁ་གནང་མེད་པ་རེད། དེ་བཞིན་ཁོང་གི་ཁྲིམས་རྩོད་པས་མི་འདི་ལ་ལོ་གཉིས་དང་ཕྱེད་ཀའི་རིང་ཁྲིམས་འགལ་དང་ཁུངས་ལུང་ཅི་ཡང་མེད་པར་སྐྱོན་འཛུགས་བྱས་ཡོད་པ་བརྗོད་འདུག་ཡང་ངག་དབང་གི་ཁྲིམས་རྩོད་པ John Carman ནས་ཁྲིམས་ཞིབ་པས་ལུང་འདྲེན་བྱས་པའི་གསང་བའི་གནས་ཚུལ་གྱི་བརྒྱུད་རིམ་ཁྲིམས་ལྟར་ཕྱིར་འཐེན་བྱས་པའི་ཕྱིར་བསྒྱུར་ཐད་འགྲེལ་བརྗོད་བྱས་པ་ལས་གཡུག་ཐབས་བྱས་པ་ནི་ཁོ་ཚོས་ལོ་གཉིས་རིང་ཁྲིམས་འགལ་དང་ཁུངས་ལུང་མེད་པའི་ཉེས་འཛུགས་ཡིན་པ་ངེས་ལེན་མེད་པའི་དམིགས་ཡུལ་ཡིན་ཚུལ་བརྗོད་འདུག་དེ་སྔོན་པད་མ་དར་རྒྱས་ངག་དབང་ལ་ཉེས་འཛུགས་ཀྱིས་གཏའ་མ་བཞག་ནས་བློ་གྲོས་མ་ཞི་བའི་སྔོན་ལ་ཟླ་བ་དྲུག་ཙམ་ལ་བཀག་ཉར་འཛིན་བཟུང་བྱས་ཡོད་པ་དང་ཉི་འོད་ཉེན་རྟོག་ལས་ཁུངས་ཕྱོགས་ནས་ཁོའི་ཟླ་ཕོགས་མེད་པར་ལས་གནས་སོར་འཇོག་བྱས་འདུག་ཡིན་ན་ཡང་ཉེན་རྟོག་ཕྱོགས་ནས་རེས་གཟའ་ཕུར་བའི་ཉིན་ཁོང་གི་ལས་གནས་བསྐྱར་གསོ་བྱེད་མིན་ཐད་ལན་འདེབས་གང་ཡང་བྱས་མེད་པ་རེད། དེ་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དགུ་བའི་ཉེས་དོན་གཏུག་བཤེར་གྱི་ཡིག་ཆའི་ནང་པད་མ་དར་རྒྱས་ངག་དབང་རྒྱ་ནག་གཞུང་གི་དཔོན་རིགས་ཀྱི་བཀོད་མངགས་དང་སྟངས་འཛིན་འོག་ཉིག་ཡོད་ནའང་གནས་སྡོད་བོད་མིའི་གནས་སྟངས་ཡར་ཞུ་བྱས་ཚུལ་དང་དེ་ནི་བོད་མིའི་ཐོག་སང་ཉིན་གྱི་གནས་སྟངས་ཆགས་པའི་ཉེན་ཁ་ཆགས་ཡོད་པ་དང་ཁོང་ཉེན་རྟོག་པའི་གོ་གནས་བེད་སྤྱོད་ཀྱིས་ཉིག་ཡོར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཡན་ལག་ཁང་དང་ཉིག་ཡོར་ཉེན་རྟོག་ལས་ཁུངས་བར་འབྲེལ་འདྲིས་བྱེད་ཐུབ་ཞེས་པ་དང་དེ་བཞིན་ཁོས་ནམ་རྒྱུན་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་འཐབ་ཕྱོགས་གཅིག་གྱུར་དཔོན་རིགས་ཤིག་དང་ཐུག་འཕྲད་ཀྱིས་ངག་དབང་གིས་དཔོན་རིགས་དེར་སྦྱིན་བདག་ཞེས་འབོད་ཀྱི་ཡོད་པ་ཁྲིམས་ཞིབ་ཕྱོགས་ནས་ལྐོག་ཉན་སྐབས་སུ་ཤེས་རྟོགས་བྱུང་ཡོད་པ་བརྗོད་འདུག་ཡིན་ན་ཡང་འབོད་སྟངས་དེར་རྒྱ་སྐད་ཀྱི་གོ་བ་ལེན་སྟངས་འདྲ་མིན་ཡོད་པ་གནས་ཚུལ་ནང་བཀོད་འདུག་དེ་མིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ངག་དབང་གི་ཉེས་འཛུགས་ཕྱིར་འཐེན་ཞུས་པ་དེ་ལས་རྒྱ་ནག་གཞུང་གིས་ཕྱི་ལོགས་ན་གནས་སྡོད་བོད་མིའི་ཐོག་ལྟ་རྟོག་བྱེད་ཀྱི་མེད་པ་མཚོན་གྱི་མེད་ཅེས་བརྗོད་པ་གནས་ཚུལ་ནང་བཀོད་འདུག་ད་ལྟ་ལོ་ན་སུམ་ཅུ་སོ་དྲུག་ཡིན་པའི་པདྨ་དར་རྒྱས་ངག་དབང་ནི་དེ་སྔོན་ལོ་བཅུ་བདུན་སྐབས་ཨ་མི་རི་ཀར་སློབ་གཉེར་གྱི་མིང་ཐོག་ནས་ཡོང་བ་དང་རྗེས་སུ་སྐྱབས་བཅོལ་བྱས་ཤིང་དེ་ནས་ཨ་རིའི་དམག་མིའི་ནང་ཞུགས་ནས་ཨ་ཧྥི་ག་ན་སི་ཐན་དུ་བསྐྱོད་མྱོང་བ་དང་རྗེས་སུ་ནིའུ་ཡོག་གྲོང་ཁྱེར་ཁོའེ་ཨིན་སི་ས་གནས་ཀྱི་ཉེན་རྟོག་པ་བྱས་འདུག་ཨ་མི་རི་ཀ་དང་ཧྥི་ལི་པེན་ནས་རྩོད་གཞི་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོ་ཐེ་བའི་མངའ་ཁུལ་གྱི་བདེ་འཇགས་ཐད་བློ་འཚབ་ཡོད་པ་སེལ་ཐབས་སུ་བདེ་འཇགས་ཐད་ཕན་ཚུན་མཉམ་ལས་ཀྱི་ནུས་ཤུགས་ཇེ་ཆེར་གཏོང་རྒྱུར་ཁས་ལེན་བྱས་འདུག་ཧྥ་རན་སིའི་གསར་སྤེལ་ཁང་གི་ཚེས་ཉི་ཤུ་ཉིན་གནས་ཚུལ་སྤེལ་བར་གཞིགས་ན་ཧྥི་ལི་པེན་གྱི་སྲིད་འཛིན་མར་ཁོ་སི་གིས་སྲིད་འཛིན་ཟེར་བའི་སྐབས་ཨ་མི་རི་ཀ་དང་མི་ལོ་བཅུ་ཕྲག་བདུན་ལྷག་གི་བདེ་འཇགས་ཐད་འབྲེལ་ལམ་བཟང་བོ་ཡོད་པ་དེ་ཉམས་ཆགས་སུ་ཕྱིན་པ་སླར་གསོ་ཡོང་ཐབས་སུ་རྒྱལ་ས་མན་ནེ་ལ་གི་ནང་མཐུན་ཕྱོགས་རྒྱལ་ཁབ་ཀྱི་ཆེས་མཐོའི་བདེ་འཇགས་ལྷན་ཚོགས་ཤིག་གོ་སྒྲིག་བྱས་ཡོད་པ་དང་ཨ་རི་དང་ཧྥི་ལི་པིན་གྱི་ཟུང་འབྲེལ་གསར་འགོད་གསལ་བསྒྲགས་ཤིག་བསྐྱངས་པའི་ནང་ཡུལ་གྲུ་གཉིས་ཀྱི་བདེ་འཇགས་དང་རྒྱལ་སྲུང་ཐོག་མཉམ་ལས་གནང་རྒྱུའི་ནུས་ཤུགས་ཆེ་རུ་བཏང་ནས་མངའ་ཁུལ་གྱི་བདེ་འཇགས་ཀྱི་ཉེན་ཁ་གསར་བ་ཡོང་བཞིན་པ་དེར་གནད་ལ་སྨིན་པའི་གདོང་ལེན་བྱེད་རྒྱུ་ཡིན་པ་བརྗོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་བྱུང་རླུང་འཕྲིན་ཁང་ཡིན། རྒྱ་ནག་ནང་ཕྱི་ལོའི་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཕྲུ་གུ་སྐྱེ་ཚུལ་ཆེས་དམའ་ཤོས་ཆགས་ནས་མི་འབོར་ཇེ་ཉུང་དུ་འགྲོ་འགོ་བཙུགས་ཡོད་པ་དང་དེའི་རྒྱུ་རྐྱེན་གཙོ་བོ་ནི་དཔལ་འབྱོར་གྱི་གནོན་ཤུགས་དང་བུད་མེད་ཚོའི་ཁེ་དབང་འགན་སྲུང་མེད་པའི་གནད་དོན་སྐོར་ཡིན་ལ། ཡང་བུད་མེད་མི་འབོར་ཡང་ཉེན་ཁའི་རང་བཞིན་ཆགས་ཡོད་པའི་ཐད་ལ་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་ཞིབ་པར་གསན་བཞག་གནང། བརྩེ་བའི་སེང་གེ་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་བརླན་ཚེ་འདི་གཙོ་སྐྱོང་བྱེད་མཁན་ནི་རྡོ་རྗེ་ཚུལ་ཡིན། འཛམ་གླིང་གཞུང་གི་མི་འབོར་གྱི་དྲུག་ཆའི་གཅིག་ཟིན་ཡོད་པའི་རྒྱ་ནག་གི་མི་འབོར་དེ་ལོ་ངོ་བཞི་བཅུའི་རིང་དུང་ཕྱུར་དྲུག་ར་བྱེ་བ་དྲུག་ཇེ་མང་དུ་ཕྱིན་ཏེ། དུང་ཕྱུར་བཅུ་བཞི་བརྒལ་ཡོད་མོད། འོན་ཀྱང་ཉིས་སྟོང་ཉེར་གཉིས་ལོར་མི་འབོར་ཇེ་ཉུང་དུ་འགྲོ་རྒྱུའི་སྐྱོག་མཚམས་ལ་སླེབས་པ་དེ་ནི་མི་འབོར་ཆེ་ཁེ་བས་ཉིས་སྟོང་ཉེར་ལྔ་ལོར་རྒྱ་ནག་གི་མི་འབོར་མར་ཆག་འགོ་འཛུགས་རྒྱུ་ཡིན་པའི་ཚོད་རྩིས་བྱས་པ་ལས་ཀྱང་སྔ་སྣུར་བྱས་ཡོད་པ་མངོན་འདུག་རྒྱ་ནག་ནང་དུས་རབས་སྔོན་མའི་ལོ་རབས་དྲུག་ཅུ་རེ་གྲངས་ནས་བཟུང་མི་གྲངས་འཕེལ་ཚད་ཧ་ལས་པའི་མཐོ་རུ་ཕྱིན་པར་བརྟེན་གཞུང་ཕྱོགས་ནས་མི་གྲངས་ཚོད་འཛིན་ཆེད་བུ་ཕྲུག་གཅིག་གི་འཆར་ལྡན་བུ་སྐྱེས་དམ་དྲག་ཅན་གྱི་སྲིད་ཇུས་དེ་ལོ་ངོ་སུམ་ཅུ་སོ་ལྔ་ཙམ་རིང་ལག་བསྟར་བྱས་ཡོད་ཀྱང། དེའི་རིང་མི་རྣམས་ཀྱིས་བུ་ལས་བུ་མོ་སྐྱེ་འདོད་མེད་པའི་རྐྱེན་གྱིས་ཕོ་མོ་གཉིས་ཀྱི་གྲངས་འབོར་བར་ལའང་བར་ཁྱད་ཆེན་པོ་ཤོར་ཡོད་པ་རེད། རྒྱ་ནག་ནང་ལོ་འགའི་སྔོན་ནས་བཟུང་བུ་ཕྲུག་སྐྱེ་ཚད་ཇེ་དམའ་རུ་ཕྱིན་པ་དང་རྒན་རྒོན་གྱི་ཚེ་ཐག་ཇེ་རིང་དུ་ཕྱིན་ཏེ་རྒན་རྒོན་གྱི་མི་འབོར་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་རེད། མི་འབོར་ཆེ་ཤོས་པའི་ཉིས་སྟོང་སོ་ལྔ་ལོར་རྒྱ་ནག་ནང་རྒན་རྒོན་གྱི་མི་འབོར་གྱི་དུང་ཕྱུར་བཞི་ཟིན་རྒྱུ་ཡིན་པ་དང་དེའི་མི་འབོར་གྱི་སུམ་ཆའི་གཅིག་ཟིན་རྒྱུ་ཡིན་པའི་ཚོད་རྩིས་བྱས་འདུག་གནས་སྟངས་དེ་འབྱུང་རྒྱུར་རྒྱ་ནག་ནང་མི་འབོར་རྒན་རྒོན་ཅན་དུ་གྱུར་ཏེ་ལས་མིས་མི་འདང་བའི་དཀའ་ངལ་ལ་འཕྲད་རྒྱུ་དང་དཔལ་འབྱོར་ཉམས་རྒུད་དུ་འགྲོ་རྒྱུའི་ཉེན་ཁར་གདོང་ལེན་བྱེད་དགོས་གྱུར་ཡོད་སྟབས་རྒྱ་ནག་གཞུང་ཕྱོགས་ནས་མི་འབོར་གྱི་དཀའ་ངལ་གནད་དོན་སེལ་རྒྱུར་དམིགས་ནས་ཉིས་སྟོང་བཅུ་དྲུག་ལོར་བུ་ཕྲུག་གཅིག་གི་སྲིད་ཇུས་དེ་གློད་ནས་བུ་ཕྲུག་གཉིས་སྐྱེ་ཆོག་པ་བཟོས་ཀྱང་གྲུབ་འབྲས་ཐོན་མེད་སྟབས་ཉིས་སྟོང་ཉེར་གཅིག་ལོར་བུ་ཕྲུག་གསུམ་སྐྱེ་ཆོག་པ་གཏན་འབེབས་བྱས་ཡོད་པ་རེད། འབྲེལ་ཡོད་དབྱེ་ཞིབ་པས་བརྗོད་པར་རྒྱ་ནག་ནང་བུ་ཕྲུག་སྐྱེ་ཚད་ལོ་མང་སྔོན་ནས་ཇེ་དམའ་རུ་འགྲོ་བཞིན་པ་དང་ཉིས་སྟོང་ཉི་ཤུ་ལོ་ནས་ལོ་གསུམ་རིང་རྒྱ་ནག་གཞུང་གིས་དོགས་ཡོད་རིམས་ནད་རྩ་མེད་བཟོ་བ་ཟེར་བའི་བཀག་རྒྱའི་དམ་དྲག་ཅན་གྱི་ཐབས་ཇུས་རིགས་ལག་བསྟར་བྱས་པའི་འོག་མི་མང་པོ་ཞིག་ལ་བུ་ཕྲུག་སྐྱེ་འདོད་མེད་པའི་དབང་གིས་བུ་ཕྲུག་སྐྱེ་ཚད་སྔར་ལས་ཀྱང་ཇེ་དམའ་རུ་ཕྱིན་ཡོད་པར་ངོས་འཛིན་བྱས་འདུག་གཅིག་གིས་རྒྱལ་སྤྱིའི་བཅའ་ཁྲིམས་ནང་རྒྱ་ནག་གི་དབུ་ཁྲིད་སྐྱེས་ཚད་དེ་གཉིས་ཚགས་དྲུག་ཡིན་ཞིང་དེ་དུས་མིའི་ཤི་ཚད་གཉིས་ཚགས་གཅིག་ཡིན་འདུག་ཡིན་ནའང་གཅིག་གི་དགུ་བཅུ་གོ་བཞི་ལོ་ནས་བཟུང་དབུ་ཁྲིད་སྐྱེས་ཚད་གཅིག་ཚགས་དྲུག་དང་ཤི་ཚད་གཅིག་ཚགས་བདུན་ཙམ་བར་གནས་ཡོད་མོད་འོན་ཀྱང་ཉིས་སྟོང་ཉི་ཤུ་ལོ་ནས་དེ་བས་བྱེ་མར་བྱིན་ནས་ལོ་དེར་གཅིག་ཚགས་གསུམ་ཡིན་པ་དང་ཉིས་སྟོང་ཉེར་གཅིག་ལོར་སྐྱེས་ཚེ་གཅིག་ཚགས་གཅིག་ཙམ་ཡིན་འདུག་ཉེ་སྔོན་རྒྱ་ནག་གཞུང་གིས་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་གི་མི་གྲངས་ཇེ་ཉུང་དུ་ཕྱིན་ཡོད་ཅེས་ཁྱབ་བསྒྲགས་བྱས་ཡོད་པ་རེད། བའི་ས་ལེབ་མོ་ཅན་སོགས་སྤ་སེ་དབལ། རྒྱ་ནག་གཞུང་འབྲེལ་གྱི་བསྡོམས་རྩིས་གཞིར་བཟུང་ན་རྒྱ་ནག་ནང་ཉིས་སྟོང་ཉེར་གཉིས་ལོའི་མཇུག་ཏུ་མི་འབོར་ཐེར་འབུམ་གཅིག་ར་དུང་ཕྱུར་བཞི་བྱེ་བ་གཅིག་ས་ཡ་གཅིག་ར་འབུམ་བདུན་ཁྲི་ལྔ་ལྷག་ཡོད་པ་དང་དེ་ནི་ཉིས་སྟོང་ཉེར་གཅིག་ལོ་དང་བསྡུར་ན་མི་གྲངས་འབུམ་བརྒྱད་བརྒྱ་ཁྲི་ལྔ་ཇེ་ཉུང་དུ་ཕྱིན་ཡོད་འདུག། ཉིས་སྟོང་ཉེར་གཉིས་ལོའི་དབུ་ཁྲིད་སྐྱེལ་ཚེ་ས་ཡ་དགུ་རམ་འབུམ་ལྔ་ཁྲི་དྲུག་ཡིན་ཞིང་མི་ཤི་བའི་གྲངས་འབོར་ས་ཡ་བཅུ་རམ་འབུམ་བཞི་ཁྲི་ལྔ་ཡིན་འདུག་གནས་ཚུལ་འདི་ནི་སྔོན་མ་རྒྱ་ནག་དམར་ཤོག་གཞུང་གིས་གཅིག་གི་ལྔ་བཅུ་ང་དགུ་ལོ་ནས་གཅིག་གི་དྲུག་ཅུ་རེ་གཅིག་ལོའི་བར་མི་མང་གི་བཟའ་བཏུང་གཞུང་བཞེས་བཏང་སྟེ་གྲོས་གཏོགས་མྱང་བཅུག་པའི་བོད་མི་ཚོས་མི་དགོས་དུས་སྐབས་ཟེར་བའི་དུས་སུ་མི་གྲངས་ས་ཡ་མང་པོ་ཆུ་སྐྱོན་བྱུང་སྟེ་མི་འབོར་ཛ་དྲག་ངང་མར་ཆག་པའི་དོན་རྐྱེན་དེ་བྱུང་ནས་ལོ་ངོ་དྲུག་བཅུ་ལྷག་ཕྱིན་པའི་རྗེས་ཐེངས་དང་པོར་རྒྱ་ནག་གི་མི་འབོར་ཇེ་ཉུང་དུ་ཕྱིན་པ་ཞིག་རེད། གཞུང་ཕྱོགས་ནས་མི་འབོར་ཇེ་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་སྐོར་གསལ་བོ་ཞིག་བརྗོད་མེད་མོད་འབྲེལ་ཡོད་དབྱེ་ཞིབ་པ་ཚོས་རྒྱུ་རྐྱེན་གཙོ་གྲས་ཁག་ནི་འཚོ་བའི་འགྲོ་གྲོན་ལྡབ་འགྱུར་སྒོས་འཕར་ཡོད་པ་དང་གཞོན་སྐྱེས་མང་པོ་ཞིག་ལ་ལས་ཀ་མི་རག་པའི་དཀའ་ངལ། དཔལ་འབྱོར་ཐད་གནོན་ཤུགས་ཇེ་ཆེར་འགྲོ་བཞིན་པའི་དུས་མཚུངས་སྤྱི་ཚོགས་འགྱུར་འགྲོས་དང་བུད་མེད་ཚོས་བུ་ཕྲུག་བཙའ་སྐབས་ལས་གནས་སོགས་ཁེ་དབང་འགན་སྲུང་མེད་པའི་དཀའ་ངལ་གནས་སྟངས་ལ་སོགས་ཀྱི་དབང་གིས་བུ་ཕྲུག་སྐྱེས་ཚད་ཇེ་དམའ་རུ་འགྲོ་བཞིན་ཡོད་པར་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གི་མི་འབོར་གནད་དོན་ཛ་དྲག་ཏུ་འགྱུར་བཞིན་པ་དེ་བཞིན་དུ་བུད་མེད་མི་འབོར་ཀྱང་ཛ་དྲག་གི་གནས་སུ་ཡོད་པར་འབྲེལ་ཡོད་ཉམས་ཞིབ་པས་ངོས་འཛིན་གནང་གི་འདུག། འདི་ག་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་ཀྱི་ཉམས་ཞིབ་ཁང་གི་བོད་དང་རྒྱ་ནག་ཐད་ཀྱི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ལ་བཅར་འདྲི་བྱས་སྐབས་ཁོང་གིས་ལོ་འགའི་རིང་མི་འབོར་ཐོག་ཉམས་ཞིབ་གནང་བ་བརྒྱུད་བོད་ཕྱི་ནང་གཉིས་ཀའི་མི་འབོར་འཕེལ་ཚད་དེ་ནི་ལོ་ཚིགས་སྐྱེལ་གཞིར་གྱུར་ཡོད་ཅེས་གསུངས་སོང། ད་ལྟའི་ནང་བཞིན་བོད་ཀྱི་མི་འབོར་ལྟ་བས་ན་ངས་ལོ་སྔ་དྲོས་ཀྱི་ངོ་ན་མི་འབོར་བོད་མི་འབོར་ཐ་སྙད་ཤེས་ཚིག་ཅན་ཡིན་སྐད་དུས་དེ་ནས་ལས་བོད་ཕྱི་ནང་གཉིས་ཀ་གི་བོད་ཀྱི་སྐྱེས་ཚད་དེ་བརྒྱ་ཆ་གི་གཅིག་དང་གྲངས་ཆུང་བ་བརྒྱད་མ་གཏོགས་མེད་གི་ད་མི་འབོར་རིག་པ་གི་ཐོག་ནས་ལས་ཞུ་བ་ཡིན་པ་ཡིན་ན་བོད་སྐྱེས་ཚད་དེ་བརྒྱ་ཆ་གི་གཉིས་དང་གྲངས་ཆུང་བཞི་ཡིན་པ་ཡིན་ན་འོ་མི་གྲངས་དེ་ཡར་ཇེ་མང་ལ་མི་འགྲོ་ཇེ་ཉུང་ལ་མི་འགྲོ་ཟེར་བའོ་ད་དེའི་མན་ཆད་ན་མ་ར་སོང་ན། མི་གྲངས་ཉུང་རུ་འགྲོ་ན་བ་དང་ད་མང་རུ་མི་འགྲོ་བ་རེད་ད་དེ་ཡིན་ན་ཧ་ཅང་གི་ཉེན་ཁ་ཅིག་ལ་འཕྲད་འདུག། ཡང་ཁོང་གིས་མི་འབོར་རིག་པའི་ཚོད་རྩིས་བྱེད་སྟངས་ལ་གཞིགས་ན་གལ་ཏེ་མི་འབོར་འཕེལ་ཚད་དེ་བརྒྱ་ཆ་གི་གཉིས་ཚེག་གསུམ་གྱི་མན་ལ་ལྷུང་བ་ཡིན་ན་མ་འོངས་ལོ་ལྔ་བཅུའི་ནང་མི་འབོར་ཕྱེད་ཀ་ཙམ་ཇེ་ཉུང་དུ་འགྲོ་རྒྱུ་ཡིན་ལུགས་བརྗོད་བཞིན་པའི་དབང་གིས་བོད་ཀྱི་མི་འབོར་གནས་སྟངས་དེ་ཉེན་ཁར་འཕྲད་ཡོད་པ་ནན་གསུངས་གནང་གི་འདུག། རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་མི་འབོར་བསྡོམས་རྩིས་ཐེངས་བདུན་པ་དེ་བྱས་པའི་རྗེས་ཏེ་ཉིས་སྟོང་ཉེར་གཅིག་ལོར་བཏོན་པའི་གཞུང་འབྲེལ་གནས་ཚད་ནང་བོད་རང་སྐྱོང་ལྗོངས་མངའ་ཁོངས་སུ་བོད་རིགས་མི་གྲངས་ས་ཡ་གསུམ་དང་འབུམ་གཅིག་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ཉིས་སྟོང་བཅུ་ལོའི་མི་འབོར་བསྡོམས་རྩིས་དང་བསྡུར་ན་མི་གྲངས་འབུམ་བཞི་ལྷག་འཕར་ཡོད་སྐོར་དང་ཆ་སྙོམས་བྱས་ན་ལོ་རེར་མི་གྲངས་འཕེལ་ཚད་བརྒྱ་ཆ་གི་གཅིག་ཚགས་བཞི་ལྔ་ཡིན་ལུགས་སོགས་ཁྱབ་སྤེལ་བྱས་ཡོད་པ་རེད་ཡང་དེའི་ཐད་བསྟན་འཛིན་བདེ་ལྡན་ལགས་ཀྱིས་དཔྱད་བརྗོད་གནང་དོན། བོད་རང་སྐྱོང་ལྗོངས་ཀྱི་ནགས་ལོགས་ནས་མི་གྲངས་དེ་འདྲ་ཞིག་འཕེལ་ཡོད་ཟེར་ཡ་དེ་བརྒྱ་ཆ་གི་བརྒྱ་བདེན་པ་མ་རེད་ཟེར་ལས་ཤོད་ཆོག་གི་རེད། སྤྱི་བཏང་རྒྱ་ནག་རྒྱལ་ཡོངས་ད་ལྟའི་ནང་དེ་ལས་བོད་རིགས་ནས་ལས་ཚོད་དོ་རེད་མི་འབོར་ཉུང་རུ་འགྲོ་གི་ཡོད་པ་རེད་མི་འབོར་ཉུང་རུ་འགྲོ་ཡ་དེ་ལ་ད་དུང་འགྲོ་ཚད་དེ་ཉུང་ཉུང་ཅིག་མ་རེད་རྦད་དེ་ཆེན་པོ་ཞིག་འགྲོ་གི་རེད་བསམ་པ་བོད་རང་སྐྱོང་ལྗོངས་ནས་མི་གྲངས་ཅིག་འཕེལ་དགོས་ཡ་ཟེར་རྩ་བ་ཉིད་ནས་མི་འདུག་དེ་རྒྱུ་མཚན་མེད་གི། དེའི་ནང་བཞིན་བོད་ཀྱི་སྤྱི་ཚོགས་ནང་དངོས་ཡོད་གནས་ཚུལ་ལ་ལྟོས་ཡིན་སོང་ན་ལ་མི་ཚང་རེ་རེ་ནས་བོད་པའི་ཉུང་ཉུང་གཅིག་གཅིག་གཉིས་དེ་འདྲ་ཅི་ཡོད་ནོ་མ་གཏོགས་དེ་ལས་མང་བ་གསུམ་བཞི་ཅན་སྤྱི་དོན་ནི་ཧ་ཅང་གི་ཉུང་ཉུང་དང་ཤོང་མེད་དྲི་ཙམ་པ་མི་གྲངས་ཡར་འཕར་སོང་བ་ཟིན་ན་དེ་རྒྱུ་མཚན་གཅིག་ལ་མེད་གི། རྒྱ་ནག་གི་མི་འབོར་ཛ་དྲག་ངང་ཇེ་ཉུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་གཙོ་བོ་དཔལ་འབྱོར་གྱི་གནོན་ཤུགས་དང་སྤྱི་ཚོགས་ཀྱི་འགྱུར་འགྲོས་ལས་གཞན། བུད་མེད་ཀྱི་ཐོབ་ཐང་གནས་བབ་བཅས་དང་འབྲེལ་བ་དམ་པོ་ཡོད་པར་འབྲེལ་ཡོད་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག་རྒྱ་ནག་ཧྲན་ཞི་གི་སྤྱི་ཚོགས་རིག་པ་བ་ད་ལྟ་ཨ་རིའི་རིག་མཛོད་ཀྱི་ཁྱིམ་ཚང་ཞིབ་འཇུག་ཁང་གི་ཞིབ་འཇུག་སྤྱི་ཁྱབ་ལྟ་ཞིབ་པ་ཝང་ཝེན་ཏི་ཡིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས།

གཙོ་བོ་དཔལ་འབྱོར་ཕྱོགས་ཀྱི་གནད་དོན་རེད། རྒྱ་ནག་ནང་བུ་ཕྲུག་གསོ་སྐྱོང་གི་འགྲོ་གྲོན་ཅུང་མཐོ་བའི་དབང་གིས་བུ་ཕྲུག་གཅིག་གསོ་སྐྱོང་ཐོག་མ་དངུལ་མང་ཙམ་གཏོང་གི་ཡོད་པས་མི་མང་པོ་ཞིག་གིས་བུ་ཕྲུག་གཉིས་དང་གསུམ་སྐྱེས་པ་ཡིན་ན་འགྲོ་གྲོན་ལྡབ་གཉིས་ནས་གསུམ་གཏོང་དགོས་པར་བསམ་གྱི་ཡོད་པས་ཁྱིམ་ཚང་མང་པོ་ཞིག་གིས་དེའི་འགན་ཐག་མི་ཐུབ་པའི་བསམ་ཚུལ་བྱུང་གི་ཡོད་པ་རེད་ཅེས་དང་ཡང་ཁོ་མོས་མུ་མཐུད་གཞུང་ཕྱོགས་ནས་འཚོ་བའི་འགྲོ་གྲོན་དང་བྱིས་པ་གསོ་སྐྱོང་གི་འགྲོ་སོང་ཇེ་དམའ་རུ་གཏོང་ཐབས་དང་བྱིས་པ་སྐྱེ་སྐབས་གུང་སེང་དང་བྱིས་པ་སྐྱེས་པར་ཁ་གསབ་རོགས་དངུལ་སྤྲོད་པ་སོགས་ཀྱི་མཐུན་རྐྱེན་བསྐྲུན་པ་ཡིན་ན་ཕ་མ་ཚོའི་འགན་འཁུར་ཇེ་ཡང་དུ་གཏོང་ཐུབ་པ་དང་ལྷག་པར་དུ་ཡོང་འབབ་དམའ་བའི་ཁྱིམ་ཚང་དང་དབུལ་ཕོངས་བ་བཅས་ལ་སྲིད་གཞུང་གིས་རོགས་དངུལ་སྤྲད་དེ་བྱིས་པ་གསོ་སྐྱོང་གི་འགན་འཁུར་ཇེ་ཡང་དུ་གཏོང་འོས་པར་ངོས་འཛིན་གནང་གི་འདུག།

ཧྲང་ཧའེ་སྤྱི་ཚོགས་ཚན་རིག་ཁང་གིས་ན་ནིང་ལོར་ཧྥ་རན་སིའི་གསར་ལས་ཁང་ལ་བརྗོད་པར་རྒྱ་ནག་གི་མི་འབོར་ལོ་རེར་ཆ་སྙོམས་བྱས་ན་ཕལ་ཆེར་བརྒྱ་ཆ་ག་གཅིག་ཚེག་གཅིག་ཇེ་ཉུང་དུ་འགྲོ་བཞིན་ཡོད་ཅིང་ཞིབ་འཇུག་ཚོགས་ཆུང་གི་མི་འབོར་རིག་པ་བས་ཚོད་རྩིས་བྱས་པར་ཕྱི་ལོ་ཉིས་སྟོང་བརྒྱ་ལོར་རྒྱ་ནག་གི་མི་འབོར་ཕལ་ཆེར་དུང་ཕྱུར་ལྔ་གྲངས་ཆུང་བརྒྱད་ལྡན་བར་མར་བསགས་སྲིད་པ་རེད་འདུག་ལ

དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་རྒྱུ་བྱེད་མཁན་ཞིག་མིན་ཚོད་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་བྷ་ཤིན་ཀྲོང་ན་ཡོད་པའི་ཨེ་ཤི་ཡ་རང་བྱུང་རླུང་འཕྲིན་ཁང་གི་དབུ་སྐུལ་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་སྦྱངས་སོང་ཞེས་ཚར་སོང་ཁྱེད་ཚོའི་བསམ་པར་བཀའ་དྲིན་ཆེ་ལྟ་བདེ་མོ་བྱོས།